ལོ་རིམ་བཞི་པ་བཞི་ནི་དངོས་ཁམས་ཚན་རིག་གི་སློབ་མ་ཡོངས་ལ་ཚང་མ་ལ་འཚམས་འདྲི་ཞུ་ཡ་དང་ད་རིང་ང་ཚོ་སློབ་ཚན་དང་པོ་དེ་རུ་འཆར་འདོད་ར་ནི་སློབ་ཚན་དང་པོ་དེ་འཆར་ཡ་ལ་དང་པོ་ཡིན་ལ་ང་ཚོ་གི་ད་ལོ་ལོ་གྲོགས་ལ་ནས་རེ་ད་ད་བག་གཅིག་གཉིས་ག་ཚོད་ཆགས་ཡོད་ན་དེ་ནང་ལ་ང་ཚོ་ད་ལོ་གར་ཆགས་ཡོད་ལ་ན་ང་ཚོ་བརྗོད་བྱ་དུ་མ་ཟུར་ནས་གསུམ་ཡོད། ར། རོ་བྱེད། ཁམས་ནི་རང་བཞིན་བྱེད། དེ་ནས་ཧུད་བྱེད། དེ་ནས། ང་ཚོ་ངས་སློབ་ཚན་དུ་མ་སྟོན་བཤད་ཡོད། ར། སློབ་ཚན་རིང་ཁྱོད་རང་ཚོ་ད་ལྟ་སློབ་དེབ་ཀྱི་ང་ཚོ Conceptual Physics ལས་ཅོ། དེའི། རེད་དེ་པོ་དེ་གསུམ་པ་བརྗོད་ཨང་སོ་དེ་འདྲས་བརྗོད་ཨ་འོ་འདི་ནང་ལ་མ་བཏོན་ཤག་རྒྱུ་ཆུ་དྲོད་དོ་ར་འདི་ནང་ལ་སློབ་ཚན་ཞེ་གསུམ་འགྲོ་ཡ་ན་སློབ་ཚན་ཉི་ཤུ་རྩ་གཉིས་ནས་ཉི་ཤུ་རྩ་བདུན་བར་དུ་ད་ལོ་ཁྲིད་ཡེར་ཤ་ལོ་རིམ་བཞི་པ་དེ་ལ་ར་གཉིས་བར་དུ་ཉི་ཤུ་རྩ་གཉིས་དུ་ཆ་ཤེ་ན Electrostatics ར་སློབ་ཚན་ཉི་ཤུ་རྩ་གཉིས་དེ་ཁར་ལ་ན་འགུལ་མེད་གློག་རིག་ཆེ་དེ་ནས་སློབ་ཚན་ཉི་ཤུ་རྩ་གསུམ་དེ་གློག་རྒྱུད་ཡམ་ན Electric Current ཆེ་དེ་ནས་ཉི་ཤུ་རྩ་བཞི་དེ Magnetism ཁབ་ལེན་རང་བཞིན་ར་ལྟ་དོག་དང་པོ་དེ་ང་ཚོའི་སློབ་ཚན་དང་ད་ལ་རུ་ལ་སློབ་ཚན་དུ་མ་སོང་ནས་བརྗོད་བྱ་གཞི་གསུམ་རུ་བྱིན་པ། བློ་དང། ཁབ་ལེན་རང་བཞིན་ཆེད་ཨ་ནི་འོས་ཡིན་པ། བློ་ནང་བློ་ལ་གཉིས། Statics དང Current ཆེད། དེ་ནས་ཁབ་ལེན་ནང་བློ་ལ་གཉིས། དེ་ནས་འོས་ལ་གཉིས་ལ་ནི་དབྱེ། ཨིན་རོ་ཅང་ཨེ་རོ། ང་ཚོས་ཆེ། ད་འདི་རོབས་ཅིག་ཧ་གོ་བས་ན་ང་ཚོའི་རྗེས་ལ་མ། བང་རེན་བྱིན་ལི་དུ་ཙམ་པ་ཧ་གོ་འགྲོ་ར། ད་ང་ཚོ་ག་ཚོད་སུ་འགྲོ་ཐུབ་མ་ཐུབ་ལས་ད་ཧ་གོ་མ་རེད་ད་ཡིན་ནའི་ང་ཚོ་གང་འགྱོ་འགྱོ་ཡིན་ནའི་རེད། ཁྱེད་ལ་ཁྱེད་རང་ཚོས་ག་ཚོད་སུ་གོ་ཚོད་མ་ཚོད་ལ་རག་ལས་རོགས་ང་ཚོ། འོ་དེ་ཕྱིན་གང་ང་ཚོ་གལ་སྲིད་མགྱོགས་པོ་འགྲོ་ཐུབ་ཡ་ད་དེ་འདྲ་བྱུང་ན་ཚང་མ་འགྲོ་ཐུབ་ན་ཡག་ཤོས་ཆེ། མ་མ་ཐུབ་བས་ནས་གནད་འགག་མི་ཡ་ཆེ་རོགས། དེ་ནས་ངས་ག་རེ་རུ་འཆར་གཞི་བཏིང་བཞག་ཡོད་ལབ་ན་རེ་བ་ངས་ཚང་མ་འཆར་གཞི་ཚང་མ་འགྲོ་ཐུབ་ཡག་གི་འཆར་གཞི་རུ་བཏིང་བཞག་ཡོད། སྤྱི་ཟླ་བཅུ་གཅིག་ནང་ལ་སློབ་ཚན་ག་ཚོད་ཉི་ས་གཉིས་ནས་ཉི་ས་བཞི། ར། ལ་ན་གསུམ་ཚོད་འགྲོ་དགོས་ད། དེ་ནས་སྤྱི་ཟླ་བཅུ་གཉིས་ན་ད་ང་ཚོའི་འཆར་གཞི་ནང་ལ་སྤྱི་ཟླ་བཅུ་གཅིག་དང་བཅུ་གཉིས་ལ་བས་ཕྱིར་ར་ཚན་རིག་བྱས་ཙང་སྤྱི་ཟླ་བཅུ་གཅིག་བཅུ་གཉིས་ནང་ལ་སློབ་ཚན་གསུམ། ར། ཉི་ཤུ་རྩ་བཞི་ནས་ཉི་ཤུ་རྩ་བདུན་ར། ཉི་ཤུ་རྩ་བདུན་ཕྱེད་སོ་དྲུག་རོལ་ཁ་རྫོད་རེ་ང་ཚོ་ལ་སློབ་ཚན་དྲུག་ཡོད་ར། འོ་ན་ཕྱེད། བདུན་ཟེར་གྱི་བདུན་ཙམ་པ་ལ་ང་ཚོ། སོར་ཉི་ཤུ་རྩ་བཞི་ཡོང་ཉི་ཤུ་རྩ་བཞི་ཕྱེད་ཀ་འདི་གང་ལ་དྲུག་རེད་ཕྱེད་ཀ་འདི་དེ་ལས་དྲུག་དར་ར། ཡང་ཉི་ཤུ་རྩ་བཞི་གཉིས་བསྡུར་མ་བསམ། ཕྱེད་ཀ་ཕྱེད་ཀ་དྲུག་ཆ་དྲུག་དར་ཡང་ཆ་ཤེས་དང་ཏག་ཏག་འདི་རྒྱུད་མང་ཚོགས་ཁུག་མ་ར།